ཨ་ནི་རྣམ་པ་ཚོ། གལ་སྲིད་ཁྲིམས་རྩོད་པ་ང་ཚོ་བོད་པ་གིས་ཁྲིམས་རྩོད་པ་ལྟ་གི་ཡོད་ན། ཨ་ནི་ངའི་རྣམ་པ་ཚོ་ལ་ཁྲིམས་རྩོད་པ་གཅིག། ངའི་རྣམ་པ་ཚོ་ལ་ངོས་སྤྲོད་བྱེད་ཡ་ཡིན། རྣམ་པ་ཚོ་ཚང་མ་ལ་ངས་ཁྲིམས་རྩོད་པ་གིས་ཨ་ནི། པར་བྱེད། ཨ་ནི་ག་པར་རང་དྲངས་བྱེད་ཨ་ནི། Email ID། ག་རེ་ཡིན་པ་དེ་ངའི་རྣམ་པ་ཚོ་ལ། Screen། གི་མདུན་ལ་ངའི་རྣམ་པ་ཚོ་བཞག་གོ། ཨ་རྣམ་པ་ཚོ་ལ་གལ་སྲིད་དཀའ་ངལ་ག་འདྲས་རག་གི་ཡོད་ན། རྣམ་པ་ཚོ་ང་ཚོ་བོད་པ་ཁྲིམས་རྩོད་པ་མཉམ་དུ་འབྲེལ་བ་བྱེད་དགོས་བསམ་ན། ཨ་འདི་ལ་བྲེལ་བ་གནང་རོགས་གནང་ཚང་མ་ལོ། ཨ་འདི་ལ Screen Shot བྱས་ནས་འབྲི་དགོས་རེད་རྣམ་པ་ཚོས་ཀྱི། ཨ་ནི་ང་ཚོ་བོད་པ་གི་ཁྲིམས་རྩོད་པ། ཁོ་རང་ག་བ་ལ་བཞུགས་དགོས་ལ་ན་ཨ་ནི་ང་ཚོ་རྡེ་ར་རྡུན་ལ་བཞུགས་དགོས་རེད་རྣམ་པ་ཚོ་གལ་སྲིད་བྲེལ་བ་ཆེ་བོ་བསམ་ན་ཨ་ནི་རྣམ་པ་ཚོ་འདི Screen Shot བྱེད་ནི་འདི་ཁ་པ་རང་བགྲང་གང་ལ་ཨ་ནི་ཁ་པར་བཏང་བྱས་ཨ་ནི་བྲེལ་བ་གནང་རོགས་གནང་རྣམ་པ་ཚོ་ལ་དཀའ་ངལ་ག་རེ་ཡོད་ན་གི་ཡོད་ལགས་སོ་རྣམ་པ་གཙོ་ཨ་ནི་ང་ཚོ་བརྙན་ཐུང་མགོ་བཙུགས་ཆོག་ཨ་ཅིག། ཨ་རྣམ་པ་གཙོ་རྣམ་པ་གཙོ་ད་དེ་རིང་གི་བརྙན་ཐུང་ག་རེ་ཡིན་མེད་རྣམ་པ་གཙོ་ཚང་མ་ལུས་ཀྱི་ངའི YouTube Thumbnail དེའི་ཚ་ཡོད་ཀྱི་རེད་རྣམ་པ་གཙོ། ཨ་ནི་ད་རིང་གི་བརྙན་ཐུང་འདི་བཤད་དགོས་དོན་རྒྱུ་མཚན་ག་རེ་ཡིན་ཞུས་པ་ཡིན་ན། རྣམ་པ་གཙོ་ཚང་མ་ལོ་ལ་ཨ་ནི་འདི་བརྙན་ཐུང་རྒྱུ་ནི་རྣམ་པ་གཙོ་ཚང་མ་ལོ་ལ་ལེ་སན་གལ་ཆེན་པོ་དེ་འདྲ་རག་ཡོད་བསམ་གྱི་འདུག་ཨ་ནི་དེ་བརྙན་ཐུང་འདི་རྣམ་པ་གཙོ་ཚང་མ་ལོ་ལ Educational Purpose བྱེད་དུ་ལ་ཡིན་དེ་དང་མཉམ་དུ་ལ་ཨ་ནི་ཚང་མ་ལོ་ལ Aware བཟོས་དང་ཨ་ནི Alert བཟོས་བྱེད་དུ་ལ་འདི་བརྙན་ཐུང་འདི་རྣམ་པ་གཙོ་མཉམ་དུ་ལ་ཨ་ནི། ཤེར་ཕྱིན་ཡོད། རྣམ་པ་ཚོ་ཚང་མ་ལོ་འདིའི་བརྙན་ཐུང་འདི་ད་རིང་གི་བརྙན་ཐུང་འདི་མི་ཡོང་ང་ཚོ་རྣམ་པ་ཚོ་ཚང་མ་ལོ་ལ་ལས་སེམས་ཧང་སང་གལ་ཆེན་པོ་ལྡན་པའི་ཡོད་རེད་རྣམ་པ་ཚོས་ཀྱི་བརྙན་ཐུང་འདི་ཨ་ནི་མཐའ་མ་བར་དུ་གཟིགས་ད་རང་ཨ་ནི་འགོ་ཚུལ་རེད་བརྙན་ཐུང་འདི་ལ་སོ་རྣམ་པ་ཚོ་ཨ་ནི་ཚང་མ་ལོ་མུས་ཐི་ནི་གཟིགས་རོགས་གནང། འོ་རྣམ་པ་ཚོ་ཨ་ནི་ད་འདི་བརྙན་ཐུང་འདི་ས་ཆ་གྲོང་གསར་ག་བ་ལ་བྱུང་རེད་ལབ་བ་ཡིན་ན་ཨ་ནི་འདི་གྲོང་གསར་འདི་ཨ་ནི South གི Tamil Nadu ཕྱོགས་ལ་བྱུང་ཤག་རགས། ཨཱ་ནི་དེའི་མི་བཟང་ནང་ལ་སུ་སུ་འདུག་ལ་ན། ཨཱ་ནི་པཱ་ལ་ཆེ་ཨ་མ་ཆེ་ཨཱ་ནི་སྤུ་གུ་བུ་གཉིས་འདུག་ཡོ། ཨཱ་ནི་པཱ་ལ་དེ་ལས་ང་གར་བྱེད་འདུག་ལ་ན་པཱ་ལ་དེ་དེ་རེད་ཤག་ང་ཚོ། ཁང་པ་དེ་འདྲེ་བཟོས་མཁན་ལ་ལས་པར་དེ་འདྲེ་ཡོག་ཉིན་ཅིག་ཧོ་དེ་འདྲེ་རེད་ཤག་ཨཱ་ནི་ཨ་མ་དེ་མོ་རང་ག་རེད་ཤི་ལ་ན་ང་ཚོ་ཨཱ་ནི་ཙག་སྒྲ་བཟོས་ས་གི་ཕེག་ཏྲི་ཡོད་ར་དེ་འདྲེ་ལ་ལས་ང་བྱེད་འདུག་ཨཱ་ནི་སྤུ་གུ་བུ་གཉིས་དེ་ཨཱ་ནི་སློབ་གྲྭ་འགྲོ་མཁན་རེད་ཤག། འོ་དེ་འདྲ་བྱེད་དུས་ཨ་ནི་སྤོ་བོ་ཆུང་བ་དེ་མི་འདུག་ཨ་ནི་སློབ་སྤྱོང་ཡག་པོ་བྱས་དེ་འདྲ་ཡོད་བཟོ་དང་ཨ་ནི་བི་འགའི་རྒན་པ་བུ་ཞིག་ཡོད་ར་ཁོ་གིས་ཨ་ནི་བི་འགའི་བུ་ཆུང་བ་དེ་ལ་སློབ་སྤྱོང་བསླབ་དེ་འདྲ་བྱེད་ཀྱི་ཡོད་བཟོ་དང། ཨ་ནི་སྤོ་བོ་བུ་ཆུང་ཤོས་དེ་ཡོད་ཁོ་ཡོད་ཨ་འདི་འདྲ་སྔ་བ་རེད། ཉི་མ་གཅིག་སྤོ་བོ་ཆུང་བ་དེ་ཁ་ཅིག་འདུག་ལབ་ན་སྤོ་བོ་ཆུང་བ་དེ་ལ་ང་ཚོ Chicken Box ཡོད Chicken Box དེ་འདྲ་དུས་འགོ་དེ་ཡོད། འོ་དེ་འདྲ Chicken Box དུས་འདུག་སྐབས་ལ་ཨ་ནི་ཁོ་སློབ་གྲྭ་ལ་འགྲོ་ཡ་ར་གི་མི་འདུག་ཡོད་དེ་འདྲ་བྱེད་དུས་ད་ཁོ་ནགས་ལ་བསྡད་འོ་ར་ཡ་ནགས་ལ་བསྡད་འདུག་སྐབས་ལ་ད་པ་ལགས་ཨ་མ་འདི་ཚོ་ཞོལ་གྱི་རྟག་པ་ལས་ཀར་འགྲོ་འོ་ར་ཉིས་བྱེད། ཨི་ཡ་བུ་རྒན་པ་འདི་ནི་སློབ་གྲྭར་འགྲོ་འོར་ཡ་ཡ་འོ་དེ་འདྲས་བྱེད་དུས་ཨ་ནི་ད་ཁོ་རང་གཅིག་པུ་ནང་ལྷག་འདུག་ཨ་ནི་ཁོ་གི་ལམ་ཚ་གཅིག་ལ་ཁོ་རང་གི་རྨོ་རྨོ་ལ་ཁ་པར་བཏང་གི་འདུག་ཨ་ནི་རྨོ་རྨོ་ལ་ནང་ལ་ཤོ་ད་ལེགས་རྒྱུ་མི་འདེད་ལ་ཁོ་རང་ལ་ལྟ་རྟོག་བྱས་བྱས་འདུག་ལ་ཨ་ནི་རྨོ་རྨོ་ལ་ཤོ་ད་ལེགས་རྒྱུ་ཡོ། ནམ་རྒྱུན་དུ་ཁོ་གི་རྟག་པར་མི་འདེད་པ་ལ་ཨ་མ་ཁོ་ཚོ་ལས་ཀར་འགྲོ་ཅོ་ཅོ་ཁོ་ཚོ་སླབ་གྲྭར་འགྲོ་བྱེད་དུས་སྐབས་ལ་ཨ་ནི་ཁོ་གི་ཁ་ཆུ་ཙར་ན་ཁོ་རང་ངོས་ཀྱི་རྨོ་རྨོ་ལ་རྟག་པར་རིས་རྟག་པར་རིས་རྨོ་རྨོ་ལ་ཁ་པར་བཏང་ནི་སྐད་བཏང་འོར་ག། ད་ཉི་མ་གཅིག་ཞོ་གས་དེ་ལ་མི་དད། ད་འདི་ནམ་རྒྱུན་དུ་དང་མ་འདྲ་བ་གི། ད་ཉི་མ་དེ་ཆ་ཡེ་འཇོག་དེ་ག་འདྲེ་ཆ་ཡེ་དུ་ལ་ན། ཨ་ནི་ཉི་མ་གཅིག་ཁ་ཅིག་དུ་ལ་ན་ར། ད་ཁོ་དེ Chicken Pox དེ་དོན་འདོད་ར་ཡ། ད་ཁོ་ནང་ལ་བསྡད་འདོད་ར་ཁོ་ར། དེ་འདྲའི་བསྡད་འོས་སྐབས་ལ་ད་པ་ལ་ཨ་མ་གཉིས་ཀ་ཁོ་རང་ཚོ་ནམ་རྒྱུན་ད་ལས་ཀ་བྱེད་ས་ལ་ཕར་འགྲོ་འདོད་ར། ཨ་ནི་པིང་ཀ་བུ་དེ་ནི་ཁོ་ཁོ་ར་སློབ་གྲྭ་ལ་འགྲོ་ར། དེ་འདྲའི་བྱེད་དུ་པིང་ཀ་དེ་དེ་འདྲ་བདུན་པར་ད་ནི་འདྲེ། ཨ་ནི་ཁོ་ཁོ་ར་སློབ་གྲྭ་ལ་འགྲོ་འདོད་ར། འོ་དེ་འདྲའི་བྱེད་དུ་ཡོད་ར། ད་ནང་མི་ཚང་མ་ཕག་གཟུགས་ད་གཟུགས་སུ་འགྲོ་ཤར་ར་ཡ། དེ་འདྲའི་བྱེད་དུ་སྐབས་ད་ཁོ་གཅིག་པུ་ལྷག་ཡོད་ར། དེ་དུས་སྐབས་ལ་ཡོང་ཨ་ནི་གྲོང་པ་ཁྱིམ་མཚེས་སྐྱེས་མེད་གཅིག་ཡིན་མི་དད། ཨ་ད་བྷུ་ཅི་འཇུ་དེ་ཡི་ནང་ནས་ཡོ་ཧ་ཡང་ཚར་གྱོད་དྲོ་སྐྱེ་ཁུག་དུ་ཡོ་ཧ་ཡང་ཚར་གྱོད་དྲོ་སྐྱེ་ཁུག་འདུག་སྐབས་ལ། ཨ་ད་བྷ་ཆོས་སྐྱིད་མེ་དེ་ཡི་ག་དྲི་ཡིན་ནང་བསམ་གྱོད་དུ་ཡོ་ཨ་མོ་ཡོ་ལམ་ས་ཅི་ལ་ལྟ་གྲོང་པ་ཁྱིམ་མཚེས་ཨ་ད་བྷུ་བྷོ་ཆུང་བ་ཞིག་དང་ནད་པ་ཆ་གྱོད་འོ་དེ་ཡི་ནང་ལ་ལི་དུ་ར་ནང་ལ་ལྟ་བའི་སྐབས་ལ་མི་འདྲ་ནང་ག་ཅི་སྒོ་དེ་ནས་ཡོ་སྒོ་དེ་མི་འདྲའི་ཆེ་ཤ་དུ་ལ་ཡོ་དུ་ལ་ཟ་ཡ་དེ་འདྲ་ཞིག་དོ་ནི་སྐྱིད་མེ་དེ་ཡི་ལམ་ས་ཅི་ལ་ཁ་ཅིག་ལ་ན་སྒོ་ནང་ལ་ཤར་སྐྱ་མ་བཟོ་བ་ཆེ་མོ་དང་མོ་གཉིས་ལ་སྒེའུ་ཁུང་ནས་ལྟ་གྱི་དོ་ཡ་སྒེའུ་ཁུང་ནས་འདྲེ་ལྟ་བའི་སྐབས་ལ་ཡོ་ཨ་ནི་སྤང་ཁ་ནས་ཡོ་ཨ་སྟང་ཤ་དུ་ལ་ཡོ་དུ་ལ་ཟ་ཨ་ནི་སྤྱི་བི་སྟང་ཤ་དུ་ལ་ཡོ་དུ་ལ་ཡིན་ན་ཡང་སྤུ་གུ་དེ་མཐོང་ཡ་མི་འདུག་ལ་ཡི་འདུག་ལ་སུ་ར། ཨ་ནི་སྐྱེ་མེད་དེའི་ནང་ལོ་རུ་འགྲོ་ནི་ཨ་ནི་སྤུ་གུ་བུ་གཅིག་འཇུ་དེ་ལ་སྐྱེ་རྒས་ཟོ་ཡ། སྤུ་གུ་དེ་གིས་ག་རི་གང་ལེན་དེ་འདྲའི་གླེའི་མི་ཟ་ཟོ། དེ་འདྲའི་བྱེད་དུ་སྐབས་ལ་ཨ་ནི་སྐྱེ་མེད་དེའི་ནང་ལོ་གང་ཟག་ལྟ་དུ་སྐབས་ལ་མཐོང་ཡ་མི་འདུག་དེ་འདྲའི་བྱེད་དུ་ཨ་ནི་ཧ་ད་སྐྱེ་མེད་དེའི་ཁ་ཆུ་དེ་ལ་ན་ཨ་ནི་ཧ་ད་བུ་གཅིག་འཇུ་དེ་ག་རི་རྨོ་མོ་ཡོད་ར། རྨོ་མོ་དེ་ལ་མགྱོགས་པོ་མགྱོགས་པོ་ཨ་ནི་ཁ་པར་བཏང་ནི་སྐད་བཏང་གི་འདུག་རྨོ་མོ་དེ་མགྱོགས་པོ་མགྱོགས་པོ་གླེའི་འདུག་ར་ཨ་ནི་ནང་ནི་མངལ་ནི་སྒོ་ཕྱེས་ཤ་ར། རྨོ་མོ་དེ་མགྱོགས་པོ་མགྱོགས་པོ་ནང་ལ་འགྲོ་ཚང་མ་ལྟ་གི་འདུག་ཡ་གཡས་གཡོན་དེ་ཚོ་ནང་གང་ཟག་ཅིག་བྱེད་དུ་སྐབས་ལ་ཨ་ནི་སྤུ་གུ་བུ་དེ་རྙེད་ཡི་མི་འདུག་ཡ། དེ་འདྲ་བྱེད་དུས་སྐབས་ལ་ད་རྨོ་རྨོ་དེ་ལ་སྙིང་ཡིག་མི་འདོན་ཡ། རྨོ་རྨོ་དེ་ལ་མ་ཉོས་འདུག་སྐབས་ལ་ཨ་ནི་རྨོ་རྨོ་དེ་ཁ་ཆེ་དེ་ལ་མནའ་མི་འདོན་ཨ་ནི་ཆོས་ལུགས་གཡས་གཡོན་སྒང་དུ་ཚེ་ཧ་འགྲོ་གི་ཡོད། ཨ་ནི་ཁོ་རང་ཚོ་བ་ཅི་གྲོང་པ་ཁྱིམ་མཚེས་ཚང་མ་ཚ་ལ་མི་འདོན་སྐད་ཆ་དྲི་ཧ་འགྲོ་གི་ཡོད་ངས་བུ་སྤྱོད་འཇུག་དེ་སོང་ཟེར་ཡ་སོང་ཟེར་ཡ་ལས་ནི་མི་འདོན། དེ་འདྲ་བྱེད་དུས་སྐབས་ལ་ཡ་མ་ཚེ་བའི་སྐབས་ལ་ཨ་ནི་བུ་སྤྱོད་འཇུག་དེ་སྙིང་ཡིག་མི་འདོན་ཡ། མ་རྙེད་འདུག་སྐབས་ལ་ཨ་ནི་ཚུལ་ནི་མི་འདོན་ལམ་ཚ་གཅིག་ལ། ཁོ་རང་ཚོ་ད་གཡས་གཡོན་ག་ཅིག་ཉེ་འཁོར་ག་ཅིག་གྲོང་པ་ཁྱིམ་མཚེས་མི་ཚང་མ་འཛོམས་དགོས་དོན་ཡོད། འཛོམས་ནི་ག་ལ་ཨ་ནི་ཁོ་ཚོ་ཚང་མ་རྒས་ཡོད་ཨང་སྙམ་དུ་ཧ་རུ་ཕ་རུ་ཚེ་རོགས་ཅིག་ཡོད་དེ་བུ་སྤྱོད་འཇུག་དེ་ཡ་ཡ་ཡ་མ་མ་ཡོད། ཡང་མ་འཚལ་བའི་སྐབས་ལ་ཐ་མ་དག་བོད་ཀྱི་ལ་ཡང་སྤུ་བོ་འདི་རྙེད་ཡིན་མི་འདུག་ཨ་མ་རྙེད་འདུག་སྐབས་ལ། ཨ་ནི་རྒྱུགས་ནས་ཁ་ཕྱིར་དོར་ལབ་ན་ཁོང་ཚོས་ཀྱིས་མི་འདེད་ལམ་ས་ཅི་ལ་ད་སྤུ་བོ་སྤྱི་འཇུས་འདི་གི་ཕ་མ་ཡོད་ར། དེ་ཚོ་ལ་ཨ་ནི་བྲེལ་བ་བྱེད་ནི་ཡང་ཁོང་ཚོ་སྐད་དང་གུ་དེ་ཁོང་ཚོ་སྐད་དང་ནི་ད་ཕ་མ་དེ་ཚོ་ཡི་ནིང་འདྲེ་རྔམ་འདྲ་སྐྱེ་འོ་ར། རྔམ་འདྲ་སྐྱེ་སྐབས་ལ་ད་སྤུ་སྤྱི་འཇུས་འདི་ག་བ་ཡོད་ན་བསམ་ནས་མི་འདེད་ཨ་ནི། ཕ་མ་དེ་ཚོས་ཀྱིས་མི་འདེད་ནིང་འཇིག་ཨ་མ་དེ་ཉུལ་ཉུལ་ཉུལ་ལ་ཡོད་ཨ་ནི་གྲོང་པ་ཁྱིམ་མཚེས་ཚང་མ་རེ་རེ་ངོ་རེ་ཟ་ལ་ཡང་མགོ་ནི་ཀན་ཕམ་བྱས་ཚོད་དུ་ལ་ཡང། ཡང་ཚང་མ་ལ་མགོ་ནི་སྐད་ཆ་དྲིས་དོད་ངས་སྤུ་བོ་འདོད་ངས་སྤུ་བོ་འདོད་ལན་མི་འདེད། དེ་འདྲ་བྱས་དུས་ཨ་ནི་སྤུ་བོ་ཐ་མ་དག་ཚོས་དེ་ལ་མི་འདེད་ཁོང་ཚོ་ལ་རྙེད་ཡིན་མི་འདུག་ཡང། མ་ཉེས་འདུག་སྐབས་ལ་ད་ཁོང་ཚོ་ཐ་མ་ལས་ལོ་བུ་ཐུག་འདུག་སྐབས་ལ་ཨ་ནི་ཁོང་ཚོས་ཀྱིས་ཉེས་རྟོག་པ་སྐད་བཏང་དགོས་ཀྱིས Police ཡོད Police སྐད་བཏང་དགོས་དུ་ཡོད་ཡང་ཨ་ནི Police དེ་ཚོ་སླེབས་ནས་ཁོང་ཚོས་ཀྱིས་ཡང་ཚང་མ་ཁོང་ཚོས་ཀྱིས་བརྟག་ཞིབ་བྱེད་དུ་དགོས་ནས་ཤོག་བུ་དེ་ཚང་མ་བལྟ་ཡོད་དུ་ར་ཁོ་རང་ཚོ་ཀྱིས་ནང་གི་ནང་ལོག་ལ་བལྟ་ཡོད་དུ་ནང་གི་ཆུ་ལོག་ལ་བལྟ་ཡོད་དུ་གཡས་གཡོན་གྲོང་པ་ཁྱིམ་མཚེས་ཁོ་རང་ཚོ་ད Area ག་གི་གང་ཟག་ལ་ལྕེག་བྱེད་དུ་ཡོད་དེ་འདྲ་བྱེད་དུ་ད་མ་ཉེས་འདུག་སྐབས་ལ་ཨ་ནི་ཐ་མ་དེ་ལ Police དེ་ཚོ་ཡིས་ག་རེ་བྱེད་དུ་ལབ་ན་མི་དེ་ད་ལྟ་ང་ཚོ CC Camera དེ་འདྲ་གར་བཞག་ཡོད་ར་ཡ་ད་ལམ་ག་ལམ་ག་ལ་ང་ཚོ་གཞུང་ག་ཅིག་ཡོད་རེད་མང་པོ་ཡོད་ར་ད་དེ་འདྲའི་སྐད་སྨྲ་ནང་ལ་ནི་ཁོ་ཚོས་ཡོ་ཨ་ཅེཀ་བྱེད་དུ་ཡོ། ཅེཀ་བྱེད་པའི་སྐབས་ལ་ལྟ་དུས་སྐབས་ལ་ལྟ་ཁོ་ཚོས་ཡི་འདི་ན་གར་ལྟ་གི་འདུག་ལ་ན། དེ་སྲིད་སྤུ་གུ་སྤྱི་འགྱུར་དེ་དེའི area དེ་ཚོ་གི་ནང་ལོགས་ལ་ཁོ་རང་ཚོ་ལྟ་གྲོང་ཚོའི་སྤྱི་འགྱུར་ཞིག་ཏུ་དེ་གི་ནང་ལོགས་ལ་མེད་ན། ཨ་ནི that means གར་ལ་ན་ལྟ་སྤུ་གུ་དེ་མི་འདེ་ཨ་ནི། སྤུ་གུ་དེ་ཨ་ནི་དེའི་གཞི་ཆགས་དེ་གི་ཆོ་ལོ་ནི་མ་དོན་ནི་ཨ་ནི་ལྟ་འགྲོ་རེ་ལ་གི་འདུག་ཡོ། དེ་འདྲ་བྱེད་དུས་ཨ་ནི་ཁོ་ཚོས་སྲིད་སྲིད་སྐད་སྨྲ་དེ་ནང་ལོགས་ལ་གང་ལྟར་ཅེཀ་བྱེད་དོ། ཅེཀ་བྱེད་པའི་སྐབས་ལ་ཨ་ནི་ཁོ་ཚོས་ག་རི་ཧ་གུག་འདུག་ལ་ན། སྤུ་གུ་ཆུ་འཇུ་དེ་ཡོད་རང་ཡང་ཁོ་རང་ཚོ་བ་ཞིག་དེ་ཚ་གྲོང་གསེབ་ལ་གཞིས་ཆགས་འགྲོ་རྒྱུ་རང་དེ་ནི་དམངས་ཆོས་ལོ་ལ་དོན་མི་འདུག་ལ་ཡི་འདུག་ལ་ཁོ་རང་ཚོ་སི་སི་ག་མི་ནག་ཅེག་བྱེད་སྐབས་ལ་ཡང་དེ་འདྲ་བྱེད་དོགས་ནི Police གིས་ག་ལ་ཡི་འདུག་ལ་ན། ལྟ་ཁོ་གལ་སྲིད་དེ་གྲོང་གསེབ་དང་དེ་གཞིས་ཆགས་ཆུ་འཇུ་དེའི་ཆུ་ལོ་ནི་འགྲོ་མེད་བ་ཡིན་ན། ཨ་ནི that means ལྟ་ཁོ་ཡང་ཡང་མེད་ན་ནང་ལོ་རང་ལ་ཡིབ་བསྡད་ཡོད་རེད་ལ་ཡི་འདུག་ར། ཡང་མེད་ན་ནི་ཁོ་ལ་མི་གཅིག་གིས་མི་དེ་སྦས་ནས་བཞག་ཡོད་རེད་ལ་ཡི་འདུག་ཡ། དེ་འདྲ་བྱེད་དུས་སྐབས་ལ་ཨ་ནི་དུས་ཚོད་དེ་འདྲ་དེ་འདྲ་འགྲོ་བའི་སྐབས་ལ་ཡོད། འོ་དེ་འདྲ་དུས་ཚོད་ལྟ་དེ་འདྲ་དེ་འདྲ་འགྲོ་གི་འདུག་ར་ཡ། ཉི་མ་ཞིག་ཞོ་ཁའི་ཆུ་ཟུར་སྔ་བ་ལ་ཡོད། མི་གཅིག་ཡོད་ཨ་ནི་ཁོ་ཁོ་རང་ཁང་པ་གི། ཆབ་གང་ལ་མི་དེ་ཡར་དྲུག། ཡར་སྒྲོལ་བའི་སྐབས་ལ་མི་དེ་ཨ་ནི་ཁོ་གི། ཁོ་རང་ང་གི་ཆ་དེ་ཡོད་ར་ཡ། དེ་ནས་མ་ཁོའི་འདྲེ་ཞིག་ནི་ཕར་ལྟ་བའི་སྐབས་ལ་མི་དེ་མི་གཞན་པ་གི་ཁོ་རང་ཁྱིམ་མཚེས་ང་གི། ཆ་དེ་ཡོད་ར་ཡ། དེ་ལ་ཁོ་གི་ལྟ། ཡ་མཚན་བུ་ཞིག་མཐོང་ཡ་ཅག་ཁོ་བས་ཁོ་རང་ཧང་སང་ནི་མི་དེ། ཁོའི་འདྲེ་ཞིག་ནི་ཧང་སང་ནི་ཀེ་ཀེ་འདུག་སྐབས་ལ་ཨ་ནི་མི་ཚང་མ་བསླེས་ཡོད་དོ་མི་ཚང་མ་བསླེས་དེ་འདྲེ་ཞིག་ནི་ག་ལེ་ག་ལེ་ཁོ་ཚོ་གི། ཨ་ནི་ཕུ་ལིས་སྤོང་གུ་དུ་ཡ། ཕུ་ལིས་ཁ་ཅིག་ནི་སྤོང་གུ་དུ་ལ་ན། ཁོ་ཚོ་གི་དེ་ལ་གར་མཐོང་གུ་དུ་ལ་ན་མི་དེ་ཨ་ད་མི་དེ་གི་ཡ་དེ་ཆ་གཞན་པ་གི་ཡོད་ར་མི་གཞན་པ་གི་ཆ་དང།

འོ་དེ་འདྲ་བྱེད་འདུག་སྐབས་ལ་ཨ་ནི་ད་ལྟ་འདི་ཏྲེ་རེས་བརྗོད་རག་འདི་ཆ་བརྗོད་མ་རེད་འོ་འདི་ག་ལ་འདི་ཕུང་པོ་འདི་ངས་རག་ཡ་ཨ་ནི་འོ་འདི་ངས་སྦྱིན་བདག་བརྗོད་རག་ཨ་ནི་ཁོ་ལ་མི་འདི་ད་དྲི་བ་བཏང་གི་འདུག་ཡ་ཨ་ནི་ཁྱོད་རང་གིས་ཆ་དགའ་ན་ཨ་ད་སྤུ་གུ་འདི་ཕུང་པོ་འདི་ག་ཆི་ཧོ་རེད་ལ་ཡ་བརྗོད་འོ་འདི་སྐད་ཆ་དྲི་འདུག་སྐབས་ལ་ཨ་ནི་ཨ་ད་བུ་འདི་ཡི་ལ་གི་འདུག་ཡོ་ཡ་ཨ་ནི་ང་ཧ་ཝུ་མེད་ལོས་འདུག་འདིའི་ཐོག་ལ་མི་འདི་ཨ་ནི་ངས་གིས་ཆ་དགའ་ན་ཕེ་ཆེན་འདི་ཕུང་པོ་འདི་ཨ་ནི་མི་གཞན་པ་གི་ཞག་ཡིན་གི་རེད་ལས་འདུག་ཡོ་ཡ་འོ་དེ་འདྲ་བྱེད་འདུག་སྐབས་ལ་ད་པུ་ལིས་ལ་དེ་འདྲའི

ཨ་ནི་མི་དགུ་ཡོད་ཨ་ཁོང་ཚོས་ཀྱི་ཨ་ནི་དོགས་པ་ཟ་དགོས་ཨ་དེ་འདྲའི་མི་དགུ་ཡོད་ཨ་དབྱེ་བ་ཕྱིའི་དོ་རང་གོ་ར་བྱ་ས་ཀྱ་ནི་ཡོད་དེ་འདྲའི་བྱེད་དུ་ཡོད་ཨ་ནི་ཧ་འདའ་མི་དགུ་ཅི་ཡོད་ར་མི་དགུ་དེ་ལ་ཁོང་ཚོས་ཀྱི་ཁོ་རང་ཚོས་ཀྱི་དྲི་བ་དང་ཨེ་ལ་ཁ་ཁ་ཅིག་ཁྱི་དྲུག་དུ་ཡོད་ག་འདྲའི་བྱེད་དུ་ལ་ན་མི་དགུ་བརྒྱ་ཡོད་ཨ་ནི་རེ་རེ་ངོ་རེ་བྱེད་ནི་མི་དེ་འདྲའི་ཁང་པ་ཅི་འཇོད་ཅིག་ལ་སྐད་བཏང་མི་རེ་རེ་ངོ་རེ་ལ་ཨ་ནི་དྲི་བ་དྲིས་ལན་བཏང་ནི་ང་ཚོ་ཡག་པོ་ཅིག་ནི་དྲི་བ་བཏང་གི་ཡོད། འོ་དེ་འདྲ་བྱེད་དུ་ར། ཨ་ནི་ཁོ་རང་ལ་བཟོ་མི་དགུ་དེ་ག་ཅིག་གང་ཟག་གིས་ད་ཁ་པར་ཡོད་ར་ལག་ཏོ་ཁ་པར། ལག་ཏོ་ཁ་པར་དེ་གང་ཟག་ཁོ་ཚོས་གིས་གླེང་བྱས། ཨ་ནི་ཁོ་ཚོས་གིས་དེ་ནང་ལོགས་ལ་ག་རེ་ག་རེ་འདུག་ཚང་མ་སྔོང་འབྲུ་རྒལ་དུ་ཡ། སྔོང་འབྲུ་རྒལ་དུ་ར་ཡ་ཨ་ནི་སྔོང་འབྲུ་རྒལ་བའི་སྐབས་ལ། ཨ་ནི་པུ་ལིས་དེ་ཚོ་ལ། ཨ་ནི་ཉེས་རྟོག་པ་དེ་ཚོ་ལ་ཨ་ནི་ག་ར་ཡོད་དུ་ལ་ན། ཨ་ནི་མི་གཅིག་གིས་ཨ་ནི་ཁ་པར་ནང་ལོགས་ནས་ཡོད་ཨ་ནི་ང་ཚོ་ཧ་ལོག་རེད་ཨ་ནི།

གྲོང་པ་ཁྱིམ་མཚེས་རེད་ཤག་ཨ་ནི། ཁོ་རང་ཚོ་གྲོང་པ་གཉིས་ཀ་ཡིན་མི་འདའ་ཕག་ཚོ་ལ་ཡག་པོ་བྱས་ཏེ་ངོ་ཤེས་མཁན་བོ་རེད་ལ་མི་འདའ་ཨ་ནི་ད་ལྟ་མི་དེ་མི་འདའ་གྲོང་པ་ཁྱིམ་མཚེས་ཡང་ད་མི་ཞིག་འདུག་ཨ་ནི་ཁོ་ཡོའ་ལོ་སུམ་ཅུ་སོག་གསུམ་ཨ་ནི་ཆང་ས་བརྒྱ་ཚ་ཁྱོད་ཅིག་རེད་ཤག་ལེགས་འདུག་ལ་སུ་ཡོའ་ཁོ་རང་ཚོ་ཁྱིམ་མཚེས་རེད་བྱས་ཙང་ཁོ་རང་ཚོ་ཕག་ཚོ་ཨ་ནི་ངོ་ཤེས་མཁན་ཡོད་སོ་ད་ཡག་པོ་བྱས་ནས་མི་འདའ་འོ་དེ་འདྲ་བྱེད་འདུག་སྐབས་ལ་ཨ་ནི police གིས་ད་ད་ད་མི་དེ་ལ་དོགས་པ་ཟག་ས་མི་དེ་ལ་ཨ་ནི་དྲི་བ་དྲིས་ལན་བཏང་ཡང་འགོ་བཙུགས་འདུག་ཡོ། དྲི་བ་དྲིས་ལན་བཏང་བའི་སྐབས་ལ་ཨཱ་ནི་ཁོ་ཡང་དང་པོ་སྨྱོན་ལ་ཤེས་ཀྱི་མི་འདུག་སྐད་ཆ་དེ་ཚོ་ཡང་ཡང་སྐད་ཆ་དེ་ཚོ་ཕ་ཡོད་ཚུལ་ཡོད་བྱས་ནས་མི་བསྡད། ང་ཧང་མེད་འགྲོ་ད་དེ་འདྲའི་སྐད་ཆ་འགྲོ་ལ་ཡོད་ཟེར་དོགས་ཡ། ལ་འདུག་སྐབས་ལ་ད་ཁོ་རང་ཁོ་རང་མི་བསྡད་ད་དྲང་པོ་ཡིན་དུ་འདུག་འགྲོ་ང་ཚོ་སྟོན་ཡས་བྱས་པ་འོ་དེ་འདྲའི་སྟོན་ཡས་ཀྱི་ཐབས་ཤེས་བྱེད་ཀྱི་འདུག་ལ་ཟེར་ཡ། ཡིན་ན་ཡང་ཁོ་རང་གིས་མི་བསྡད་སྐད་ཆ་དེ་ཚོ་བཤད་པའི་སྐབས་ལ་མི་བསྡད། ཨཱ་ནི་ང་ཚོ་ག་ལ་ཡི་རེད་ད་ཧྥུ་ལོ་ཧྥུ་ལོ་ལ་མི་བསྡད་ཨཱ་ནི་ཁོ་གིས་སྐད་ཆ་ཅིག་ག་ལ་ཤར་ལ་ན་ར་ཡ་ག་ལ་ཤར་ལ་ན་ཨཱ་ནི་སྤུ་དེ་གིས་མི་བསྡད། མཇིང་པ་ལ་སྤྱན་བཏགས་བཞག་ཨཱ་ནི་ལག་པ་ལ་ཚིག་འོ་བཏགས་མི་འདུག་ལ་འདི་ལ་འདུག་ར་ཡ། ཡིན་ན་ཡང། ད་ལྟ་མི་དྲའི་ནང་ལོགས་ལ་ཨ་ནི་རུས་མར་ཅིག་ཁྱབ་ཡོད་རེད་ལ། སྐད་ཆའི་རྫུན་མ་ཞིག་བརྗོད། སྐད་ཆའི་རྫུན་མ་དེ་ག་རེ་ཁྱབ་ཡོད་རེད་ལ་ན། སྤུ་གུ་དེ་ཡི་མཇིང་པ་ལ་ཅན་གྱོན་ཡོད་རེད། ཨ་ནི་ལག་པ་ལ་མི་དེའི་ཚིག་མགོ་ཡང་གྱོན་ཡོད་རེད་ལ་ནི་དེ་འདྲའི། ང་ཚོ་གི་རུས་མར་མི་དེ་ང་ཚོ་རྒྱ་གར་ཐོན་ལ་ན་ཨ་བྷ་ལི་ར། ཨ་ནི་ཨི་ཇི་ཐོན་ལ་ན་རུས་མར་མི་དེ། འོ་དེ་འདྲའི་ང་ཚོ་གི་ད་སྐད་ཆའི་རྫུན་མ་ཅིག་ཁྱབ་ཤར་ལ་ཡི་འདུག་ལ་སི་ར། ཡིན་ན་ཡང་དངོས་ཡོད་གནས་ཚུལ་དེ་ག་རེ་ཤར་ལ་ན། ད་ལྟ་སྤུ་གུ་དེ་ཡི་ལག་པ་ལ་ཚིག་མགོ་དེ་ཡོད་མ་རེད་ལ་སི་དོ། ཁོ་མཇིང་པ་ལ་ཅན་མ་གཏོགས་ཅིག་གི་ལག་པ་ལ་ཚིག་མགོ་ཡོད་མ་རེད་ལ་སི་དོ། འོན་ཏེ་བྱི་དོ་སྐབས་བླ་ཨ་ནི་ད་ལྟ་རྫུན་འབུ་དོད་ར་ལྟ་གོ་ཁ་ཅི་ན་ན། འོན་ཏེ་སྐད་ཆ་དེ་ཁོ་གཅིག་པུ་ཡི་ཧ་གུ་དང་ད་པུའུ་དེའི་ལག་པ་ལ་ཚིག་གོ་མི་འདུག་ལ་ནི་མི་འདེ་མི་གཞན་པ་སུའང་གཅིག་ཡི་ཧ་གོ་འོ་མ་རྟོ། བྱས་ཙང་ཁོ་ཚོ་གི་ཨ་ནི་སྐད་ཆ་རུལ་མར་དེ་ཁོ་ཚོ་ཡི་ཁྱབ་ནི་ག་ལ་པུའུ་དེའི་འཇིང་པ་ལ་ཅན་ལྟ་ཤ་ཚིག་གོ་ལྟ་ཤ་ལ་ནི་མི་འདེ་དེ་འདྲའི་སྐད་ཆ་གཅིག་རྫུན་མ་གཅིག་ཁྱབ་ཡོད་ར་ཡིན་ན་ཡང་དངོས་ཡོད་གནས་ཚུལ་དེ་ཡང་ད་ཁོ་ཧ་གུ་དང་འོན་ཏེ་ཨ་ནི་ཁོ་ཡི་ཁ་ལ་རེ་པུའུ་དེའི་འཇིང་པ་ལ་ཅན་ལྟ་ཤ་ཨ་ནི་ཚིག་གོ་ལྟ་མི་འདུག་ལ་འདུག་སྐབས་བླ་ཨ་ནི་དེ་ནི་ཁོ་ཚོ་ཡི་ལྟ་མི་འདེ་དོགས་པའང་འདུག་ཤུགས་ཆེ་ར་སྒྲོན་མི་འདེ།

ཁ་ནང་ལོ་དང་ཨ་ནི་གཟུགས་པོ་གང་ལ་ཨ་ནི་ང་ཚོ་བུག་གི་ཡོག་ཨ་ནི་ཁམས་དཀར་ཡོག་འོན་དེ་ཨ་ནི་དུག་ལ་ཡོག་དུག་ལ་སྲ་ད་ཁམས་དཀར་ལ་ན་ང་ཚོ་གལ་སྲིད་རྣམ་པ་ཚོ་ཁེན་ངེས་ཅེས་ཁེན་དགོ་རེད་ཁེན་གི་མེད་ན་ཨ་ནི་དེ་ང་ཚོ་གི་ཡེ་ད་དེ་ལ་བུག་ཨ་ཅི discharge ལ་འོ་རེད་ཡོག་འོ་དེ་ཨ་ནི་བུ་དེ་གི་ཨ་ད་བུ་ཅི་འཇུ་ཞིག་ད་ཨ་ད་བླགས་སི་ལ་མ་སེ་ཨ་ད་བླགས་ནི་གྲོང་དུ་ཨ་ཅེ་ནི་གོ། ངོ་འདི་སྤུ་དེ་ཨ་ནི་ཁ་ནང་ལོག་དང་ཨ་ནི་གཟུགས་པོ་གང་ལ་ངོ་འདི་སྙན་ཞྭ་ཡོད་ཨ་དེ་འདྲ་བྱེད་དུ་པོརས་མ་ཏམ་རི་པོར་ནང་ལ་གཉེར་ད་འོ་འདི། འོ་དེ་འདྲ་བྱེད་དུ་སྐབས་ལ་ཡོད་ཨ་ནི་པུ་ལིས་ཀྱིས་ཁ་ཆེ་ཤ་ལ་ན་ར་ད་འདྲ་མི་ཡ་འདྲ་དོག་པ་ཟ་ཟ་མི་ཞིག་དོ་ཨ་ཡ། འོ་འདི་མི་དེ་ག་གཞི་ཨ་ནི་ཁམས་དཀར་ཡོད་ར་ཁོ་ག་གཞི་ཁམས་དཀར་འདི་མི་དེ་ཨ་ནི་ཧྥོ་རན་སིག་ག་གཞི་བྲིས་མི་ཡོད་ར་ཁོ་ཚོ་ལ་མི་དེ་འདི་ཏེས་བྱེད་སྟངས་ཞུ་ཨ

དེ་འདྲ་བྱེད་འདུག་སྐབས་ལ་ཨ་ནི་ད་འང་འདྲ་མི་འང་འདྲ Culprit ཁོ་རང་འང་འདྲ་ནུས་འདྲོད་བྱེད་མཁན་ཞིག་འདུག་ད་ཁོ་ལ་ཡོད་བས་དེ་འདྲ་གལ་ལྷག་ཡོད་མར་ཁ་ཆེར་གནང་ན་སྐད་ཆ་ཚང་མ་ད Police གིས་ད་ཧ་གོ་ཚར། ཧ་གོ་ཚར་བའི་ཞུ་གུ་ལ་ད་ཁོ་ཡི་སྐད་ཆ་ཚང་མ་གཙང་མ་གཙང་མ་ལ་གི་འདུག་ཨ་ཡ། ཨ་ནི་ག་འདྲ་ག་འདྲ་བྱས་ནས་སྤུ་གུ་དེ་ལ་གོ་བརྡོ་ཡོད་ཡོད་མེད་ཚང་མ་ལ་གི་འདུག་ཨ་ནི་ཁོ་གིས་ག་ལ་གི་འདུག་ལ་ན་ཨ་ནི་ཁོ་གིས་ཡོད་སྤུ་གུ་དེ་ལ་མི་འདེད་ཨ་ནི་ང་ཚོ་ད་སྐད་ཆ་རྫུན་མ་རྫུན་མ་བཤད་ནས་ག་ལ་ཨ་ནི་ཁོ་གིས་མི་འདེད་ཁྲིད་ནས་སླེ་ཡིན་ལེ་འདུག་ཁོ་རང་ནང་ལ་ཡོད། ཁོ་རང་ནང་ལ་ཁྲིད་ནི་སླེ། ནང་ལ་ཁྲིད་ནི་སླེ་ཡོད་སྐབས་ལ་ཁོ་གིས་ཁོ་རང་གི་ནང་གི་རྒྱབ་ལོགས་ལ་ཁྲིད། ཁོ་གིས་ལས་ཀ་སྡུག་བ་དེ་འདྲ་བྱེད། ལས་ཀ་སྡུག་བ་དེ་འདྲ་བྱེད་འདུག་སྐབས་ལ་སྤུ་གུ་འདི་གས་ཉིན་རྗེས་ཁོ་གིས་དགག་པ་རྒྱག་ཡས་ཀྱི་ཐབས་ཤིག་བྱེད་འདུག་ཨ་ཡ། ཡིན་ན་ཡང་ད་ཁོ་སྤུ་གུ་ཆུན་ཆུན་རེད་ཁོ་ལ་ཤུགས་ག་རེ་ཡོད་འགུར་རག། དེ་འདྲས་བྱེད་འདུག་སྐབས་ལ་ཨ་ནི་ཉིན་རྗེས། སྤུ་གུ་འདི་ག་ལེ་ག་ལེ་དྲན་པ་ཐོར་རེ་བྱོས། དྲན་པ་ཐོར་བའི་ཞུ་གུ་ལ། འདི་མི་དེ་གིས་ཁ་ཆེ་ཤར་ལ་ན་སྤུ་གུ་འདི་ལ་ཡོ།

ཞེས་བརྗོད། ཨ་ནི་ཇོ་ནི་ཧང་སང་དོ་འོ་ཅེས་ནི་ཁོ་རང་ནུས་འདྲི་མེད་དུ་འདུག་བྱས་ཨེ་མེད། འོ་དེ་འདྲ་བྱེད་དོ། དེ་འདྲ་བྱེད་དུས་ག་ལ་ཨ་ནི་མཐའ་མ་དེ་ལ་ལས་རྒྱུ་མི་འབྲས་ཀི་ཨ་ནི་ཁོ་རང་འཇུས་ཤ་ཡོ། འོ་དེ་རེད་རྣམ་པ་ཚོ་ད་ད་རིང་གི་བརྙན་ཐུང་འོ་དེ་རེད་རྣམ་པ་ཚོ། དེ་ནི་རྣམ་པ་ཚོ་ལ་ཨ་ནི Lesson གལ་ཆེན་པོ་དེ་འདྲ་ར་རེད་བསམ་གི་འདུག་འདི་ན་ལ་ཨ་ནི་དམིགས་བསལ་གི Lesson གལ་ཆེན་པོ་གཅིག་ང་རང་ཐོག་ནས་གར་མཐོང་གི་འདུག་ལ་ན་རྣམ་པ་ཚོ་ཚང་མ་ལ་ཨ་ནི་གལ་སྲིད་ཕ་མ་དེ་འདྲ་ཡིན་པ་ཆེ་ཨ་ནི་ཨ་ད་སྤུ་བོ་ཡོད་མཁན་ཡིན་ན་རེད་ཡང་ཨ་ད་ཆང་ས་རྒྱག་དང་རྒྱག་བཞིན་པ་དེ་འདྲའི་མི་ཡོད་ན་མ་འོངས་པ་སྤུ་བོ་དེ་འདྲ་ཡོང་སྲིད་ར། དེ་འདྲའི་ཡིན་འདུག་སྐབས་ལ་ཨ་ནི་འདི་ནང་ནས་ད་ང་ད་བརྙན་ཐུང་འདི་བརྒྱུད་ནས་རྣམ་པ་ཚོ་ལ lesson ག་རེ་རག་གི་འདུག་ལབ་ན་རག་ང་རང་གི་བསམ་པ་ལབ་ད་ཨ་ནི། སོ་སོའི་གི་སྤུ་གུ་ལ་ཡོད་ག་དུས་ཡིན་ན་ཡོད་ཨ་ནི good touch དང bad touch དེ་ཡོད་འོན་ཏེ་ཡིན་གཅིག་མིན་གཅིག་བསླབ་དགོས་ཡས་དེ་གལ་ཆེན་པོ་རེད་བསམ་གི་འདུག་ཡོད་ཨི་ན friendly manner ཡོད་ཨ་ནི་ག་ཡིན་ཟེར་ན་དེ་འདྲ་བྱས་པ་ཡིན་ན་ཨ་ནི་སྤུ་གུ་དེ་ཚོ་ཡིན་ན་ཁོ་རང་ཚོ་མ་འོངས་པ་དེ་འདྲའི་ཧ་གོ་ན good touch དེ་རེད bad touch དེ་རེད་ལ་ནི་ཧ་གོ་ན་ཨ་ནི་ཁོ་ཚོ་ཡི་མ་འོངས་པ་དེ་འདྲའི་ཁོ་རང་ཚོ་ལ་ད་མི་དེ་འདྲའི་གི་ཡང་བསམ་བློ་འདུག་ག་བཏང་བྱས་ཨ་ནི་མིག་དག་འདུག་ག་དེ་འདྲའི་རྒྱ་ངན་དེ་འདྲའི་མི་ཡོད་བ་ཡིན་ན།

ཞེ་ནག་བྱས་ན་བུ་སྙིང་རྗེ་སྐད་ཆ་བཤད་མ་ཐུབ་ན་མ་འོངས་པ་ལ་ཨ་འདི་ཀྲོ་མ་ཆེན་པོ་བྱེད་ཡི་དོ། འོ་དེ་འདྲའི་བྱེད་དུས་རྣམ་པ་ཚོ་ང་རང་གི་སེམས་པ་ལ་དེ་བརྙན་ཐུང་བརྒྱུད་ནས་ལེ་སན་ཧོང་འདི་གལ་ཆེན་པོ་ཞིག་མཐོང་ཟེར། ཨ་བྱས་ཙང་ངའི་རྣམ་པ་ཚོ་ཚང་མ་ཡོང་དུས་དེ་བརྙན་ཐུང་འདི་ཤེར་ཕྱིན། དེ་སྙམ་དུ་ལ་ཨ་ནི་སོ་སོས་ཀྱི་སྤུ་གུ་དེ་ཚོ་ཡང་ལམ་ཡུན་དུ་ནི་མི་འདེད་ཨ་ནི་ག་བ་ལ་འགྲོ་གི་འདུག་སུ་མཉམ་དུ་འགྲོ་གི་འདུག་ཨ་ནི་སུ་མཉམ་དུ་རྩེད་མོ་རྩེ་ཡི་འདུག་སུ་མཉམ་དུ་ལ་ཨ་ནི་དུས་ཚོད་མང་སྐྱེལ་གྱི་འདུག་ལ་ནི་མི་འདེད་དེ་ཚོ་ཚང་མ་ཡང་དོན་སྣང་སྤྲད་ནི་ཡང་ཨ་ནི་ལྟ་བས་དེ་གལ་ཆེན་པོ་རེད་བསམ་གི་འདུག་ཡ། འོ་དེ་རེད་རྣམ་པ་ཚོ་ད་དེ་རིང་གི་བརྙན་ཐུང་ཧོན་དེ་ཡིན་རྣམ་པ་ཚོ་ཚང་མ་ལོ་ད་དེ་ནི Lesson དེ་འདྲ་རར་བསམ་གི་འདུག་ལ་སོ་ཚང་མ་ལོ་ཨ་ནི་ཚང་མ་ལོ་བརྙན་ཐུང་ཟིལ་བ་ལ་སྙིང་ཐག་པ་ནས་ཐུགས་རྗེ་གནང་ཨ་ནི་ཚང་མ་ལོ་རྗེས་མ་བརྙན་ཐུང་ནང་མཇལ་ཡོང Love you all my YouTube family Bye